ལེའུ་དང་པོའི་ནང་ལའང་བྱང་ཆུབ་སེམས་ཀྱི་ཕན་ཡོན་འདི་གསུངས་ལ། བྱང་ཆུབ་སེམས་འདི་སོ་སོའི་རྒྱུད་ལ་སྐྱེས་པ་ཡིན་ན་ནི། ཕན་ཡོན་གང་འདྲ་ཡོད་མེད། ཕན་ཡོན་འདི། ཚེ་འདི་དང་ཕྱི་མ་གཉིས་ཀ་ལ་ཕན་པར་བྱེད། རང་དོན་དང་གཞན་དོན་གཉིས་ཀ་སྒྲུབ་ཡ་ལ་ནུས་པ་ཆེ་ཤོས་དེ་བྱང་ཆུབ་སེམས་འདི་ཆགས་ཀྱི་ཡོད་རེད། ད་ལྟ་བར་དུ་ད་ང་ཚོ་ལ་ནི་བྱང་ཆུབ་སེམས་རྒྱུད་ལ་བྱང་ཆུབ་སེམས་ག་རེ་བཞིན་སྐྱེས་ཡོད་མ་ལབ་ན་ནི།

དེ་མ་རེད་གོང་དང། དེ་ནས་དེ་ནས་ལུས་དང་དེ་བཞིན་ལོངས་སྤྱོད་དང་ལེན་ལྟ། སོ་སོའི་གི་ལུས་དང་ཨ་ནི། སོ་སོ་གི་ད་ཀ་ལས་རྒྱ་བའི་གས་ད་དེ་ཡོད་ར་ལོངས་སྤྱོད་རྒྱུ་ནོར་དེ་ཚོ། ཨ་ནི། དེ་ཚོ་ཐམས་ཅད་ཨ་ནི། དུས་གསུམ་ལ་ན་ད། དགེ་བ་བསགས་ཟིན་པར་བྱས་ད་ལྟ་དགེ་བ་བསགས་བཞིན་པ་དང་ནི་མ་འོངས་པར་དགེ་བ་བསགས་པ་ཚང་མ་ནི་ཐམས་ཅད་སེམས་ཅན་ཀུན་གྱི་དོན་སྒྲུབ་སེམས་ཅན་སེམས་ཅན་གཞན་གྱི་ནི་དོན་སྒྲུབ་པ་ཆེད་དུ་ཡིན་བྱང་ཆུབ་ཐོབ་པ་ལ་དེའི་ཆེད་དུ་ལ་ནི་དེ་སྦྱིན་པ་སོ་སོ་གི་སེར་སྣ་མེད་པའི་ཐོག་ནས་ནི་ཚང་མ་སོ་སོ་ལ་ཡོད་པ་ཚང་མ་ལུས་དང་ཚང་མ་བཏང་བཏང་གི་ཡིན། ཐམས་ཅད་བཏང་བའི་མྱ་ངན

ནི་སོ་སོའི་གི་ལུས་ཅན་ལུས་འདི་དེ་སེམས་ཅན་ཐམས་ཅད་ལ་ནི་ལུས་འདི་དག་སྦྱིན་པ་བཏང་ཚར་བ་ཡིན། ཨ་ནི་ད་སེམས་ཅན་གྱི་ད

ད་ད་རེས་ཉི་མ་ད་རེ་ནས་སུན་ནས་ད། ང་རང་གི་ལུས་འདི་ལ་ཨ་ནི་མི་ས་ཨ་དེ་ཨ་ཨ། ཨི་དེ་ཁོ་ཚོའི་གི་སེམས་ཅན་གཞན་གི་རྩེད་མོ་རྩེ་ཡག་རེ་བོ་བྱེད་ནས་རེད། ཨ་ནི། ཅིག་ཕྱག་ལས་རྒྱབ་པ་སོ་ར་དེ་འདྲས་དེ་འདྲས་བྱེད་ནས་རེད།

ཚོ་རྡོག་རྡོག་འདྲ་བོ་བཟོ་དཔེ་ཁག་པོ་ཡོད་རེད། ཀོ། གསབ་ཁྱི་དེ་འདྲའི་སྐྱེས་ཡོད་མ་རུང་བ། ཡིན་ན་ཡང་བྷེ་ཏེ་གེ་དེའི། Level། དང་པོ་ལ་ག་འདྲས་ཀྱི་ལྟ་ཡི་ཡོད་མེད Level། གཉིས་པ་ལ་ག་འདྲས་ཀྱི་འགྲོ་ཡི་ཡོད་མེད Level། གསུམ་པ་ལ་ག་འདྲས་འགྲོ་ཡི་ཡོད་མེད། འཇུ་ས་འདྲ་བོ་ཀྱི་བཟོ་ཡི་ཏོ། ད་དེ་གནད་འགག་ཞེ་བོ་ཅིག་རེད་ད་ད་ལྟ་སོ་སོ་གི་འཇུ་ས་ཀྱི་བཟོ་དེ་བ་ཡིན་ན། ཨ་ནི་ཡང་བསྐྱར། དཔེ་ཁྲིད་ཀྱི་ཉེས་དཔེ་ཀློག་ཀྱི་རྒྱལ་བ་ཡིན་ན་དེའི་ནོར་ལྟེས་ལྟེས་སུ་བླུགས་ཚག་འདྲ་བོ་ཅིག་ཡོད་རོ། སོ་སོ་མ་ཚག་འདྲ་བོ་ལྟེས་སོང་ན་དེའི་ནོར་ལྟེས་ལྟེས་སུ་ཡ་ཡ་སྐྱེས་སྟོང་ན་བླུགས་ཡ་ཡོད་རེད་ད་མ་ཚག་སྐྱེས་མེད་བ་ཡིན་ན་རྒྱ་ལག་གི་ར་བ་ཡིན་ན་བླུགས་ཚག་འདྲ་བོ་སྣུག་འདྲ་བོ་སྐྱེས་མེད་ན་ཡོད་མ་རོ་དེ་ད་ལྟ་དེ་འདྲའི་ཀྱི་བཟོ་བྱ་བ་ཡིན་ན་སོ་སོ་གི་སྒྲུབ་བྱེད་ཀྱི་བཟོ་བྱ་བ་ཡིན་ན་ཨ་ནི་དེ་འདྲའི་ཀྱི། བརྗོད་བྱ་ཟེར་གྱི་བོན་ཡང་བཤད་པ་ཟེར་བ་སྐྱེས་ཤིག། ཨ་ནི་དེ་ནས་ལས་ལེའུ་གཉིས་པ་ཐེག་པ་གཡག་པ་དང། ཨ་ནི། ཚོགས་བསགས་པ་ཟེར་བ་སྐྱེས་ཤིག་ད་དེ་ནས་སྐྱེ་མ་གཏོང་བ་ཟེར་བ་སྐྱེས་ཤིག་དེ་འདྲའི་མ་བྱེད་དོ། འོ་དེ་ཡག་པོ་འདུག། དེ་ནས་ངས་ཚོགས་དར་མདའ། ཁྱོད་ཚོ་གི་ཆུ་འདི་འདྲའི་འདི་འདྲའི་མ་གྱོང་དེ་ད་མི་ཁ་ཤས་ཀྱི་ཨེ་འདྲའི་ལམ་དུ། ད་ང་ཚོའི་ཆུ་དེ་ཞེ་དྲག་དེ་ས་མ་རེད་ང་ཚོའི་རིག་གཞུང་དེ་ཞེ་དྲག་དེ་ས་མ་རེད། ལོ་ལྔ་བཅུ་སོ་ནང་ལ་ཚར་འགྲོ་ས་རེད། གསལ་འགྲེལ་ལམ་དང་ཁ་ཤས་སེམས་ཁྲལ་བྱས་ན། ད་ང་ཚོ་ལོ་ལྔ་བཅུ་སོ་ནོ་ལོག་ལ་ད། བོད་པའི་གི་ཆོས་དང་རི་ཉོག་ཟེར་ཡ་དེ་ཚང་འགྲོ་ས་རེད། ད་ད་ཚང་ཡ་ཆོས་ནི་ཡོད་མ་རེད། ད་ལྟ་ནས་བརྩི་བ་ཡིན་ན། ལོ་སུམ་བརྒྱ་ནི་ལྷུག་ལྷུག་འགྲོག་རེད་དེ། བོད་པའི་གི་རི་ཉོག་ལོ་སུམ་བརྒྱ་བ་ད། ད་ལྟ་བོད་ནོ་ལོག་ལ་ལུང་ཁོག་དེ་སོགས་ལ། རྒྱ་སྐད་ད། རྒྱ་གར་སྐད་དེ་དབྱིན་ཇི་སྐད་མ་ཤེས་ཅོག་ག་སེ་གོ་གོ་ཡོད་རེད་མ་ཤེས་ཅོག་ས་ཡིན་ད་བོད་ཆུ་བ་ཐོང་ཁའི་ལུང་པ། འདིའི་སྤུག་དེ་སོ་ད་ལྟ་ནས་བརྩིས་ཡོང་དུས་ག་ཟེ་ས་པ་ཏི་ལ་སྐྱེས་ནི་ལོ་བརྒྱ་པ་ཏི་སྐྱེས་མཁན་བྱུང་ན་ལོ་བརྒྱ་ཐི་གཅིག་པུས་ཅི་བྱ་རེ་ཡ། ད་ལྟ་ནས། དེ་ཡོད་པུ་གུ་པུ་ག་ལེ་ལ་བོ་ཁྱོད་ནི་མེ་བ་ཆགས་མ་རེད། ཨ་ནི་ངལ་ཚོགས་འདྲ་བོ་ཆགས་བྱ་བ་ཡིན་ན། ད་ལྟ། ད་དེ་ལ་སློབ་ངལ་ཚོའི་ནང་ལ་སློབ་སྐྱོར་བྱེད་དེ་འགལ་འདྲ་བོ་བྱེད་བ་ཡིན་ན། དབྱངས་རྒྱལ་དང་བདུད་ཚུལ་ཁྲི་གི། ལོ། དོན་གྱི་བྱ་ཤུ་པ་ཏི་གཅིག་རེད་དེ་དེ་མ།

གཉིས་ཕ་ཅལ་སྐྱེགས་ཆགས་རི་མོ་གྲོགས་དེ་བ་ཡིན་ན་གཉིས་མཉམ་དུ་ཆགས་བཞི་མཉམ་དུ་སྐྱེགས་དུ་ཆགས་བ་ན་དེ་འདྲ་ཡོད་ད་ཁོ་དེའི་ཡང་སེམས་ཁྲལ་ཞུ་ཁྱེད་ནི་ང་ཚོ་ད་པེ་ས་སོ་སི་ཡག་འདྲ་བོ་ཅིག་འདུག་ཨ་འོ་དེ་ཞུ་ཞུ་གོ་ཡ་ཡོད་མར་ཁོ་འཛམ་བུ་གླིང་ཟེར་བ་དེ་དེའི་དེ་བ་ཡིན་ཙང་ཁོ་དཀའ་ངལ་ཟེར་བ་དེ་ཡོད་ཡོད་རེད་རྙོག་དྲ་ཟེར་བ་དེ་ཡོད་ཡོད་རེད་ད་ཁོ་དེ་འདྲའི་དེ་འདྲའི་སྐྱེགས་ནང་ལ་འགྲོ་འགྲོ་ཡ་རེད་ད་ད་པ་དུ་ལ་ངེད་ཚོ་རྒན་རབས་དེ་ཚོ་ཨ་ནི་རྒྱལ་བ་རིན་པོ་ཆེ་ལ་ཞུ་ཁྱེད་བརྩེ་ཆེ། རྒྱལ་བ་རིན་པོ་ཆེ་གི་ལམ་སྟོང་དང་ཧ་ལས་པའི་ཡག་པོ་ཅིག་ཁྲིད་བྱེད། ཨ་ནི་རྒན་རབས་དེ་ཚོ་གི་ཀྱི་ཆུ་དང་སོ་སོ་གི་མི་རེག་དང་ཞི་བ་བྱེད། རྒྱལ་བ་རིན་པོ་ཆེ་ག་རེ་ལ་བ་ཡིན་ན། ཤ་ལྕག་འགྲོ་དེ་བ་ཡིས་རྩ་དཀའ་ངལ་ཅི་མི་བ་བྱེད་ནི་ལས་འོང་རོགས་ད། ད་རྒྱལ་བ་རིན་པོ་ཆེ་གི་དེ་འགན་དེ་མ་བྱེད་དུས་ད་འཛམ་བུ་ལའི་སྐྱིད་མཚོ་གི་དཀའ་ངལ་དེ་སླེབ་གི་རེད་ང་ཚོ་ལ་གོ་དེ་ད་ང་ཚོ་ཧང་འགྲོ་བ་སོགས་ག་འདྲི་ཆགས་ཟབ་ཟབ་འགྲོ་བ་དེ་གལ་ཡོག་མ་རེད་གོ་ག་རེ་ཟེར་བ་ཡིན་ན་ང་ཚོ་མི་རེ་རེའི་ངོས་ནས་དཀའ་ངལ་ག་ཟེ་ཡིན་ན་ཆུང་ཐབས་བཟོ་དགོས་ཡ་ཁྱེད་དང་འགལ་འཁོར་དགོས་ཡ་ད་གེ་ཆེན་པོ་རེད། སྤྱི་ཚོགས་ཁོ་རང་དཀའ་ངལ་སླེབས་སོང་བ་ཡིན་ན་སེམས་ཁྲལ་ཞི་བོ་ཞུ་བྱེད་དགོས་ཡ་ཡོད་མ་རེད་ཁོ་མཛའ་མ་ལེ་ཁོ་རང་འདི་འདྲའི་ཀྱི་འགྲོ་སྡེག་ཡོད་རེད་ཁོ་འདི་འདྲའི་ཀྱི་ནང་འགྲོ་སྡེ་བ་ཡིན་ཚ་ངེད་ཚོ་འདས་ལ་སྐྱེས་ཚར་བའི་ཞུགས་ལ་འདི་འདྲའི་ཀྱི་ནང་འགྲོ་དགོས་རེད་ད་ཁོ་འདི་ལ་གདམ་ག་ཞི་བོ་ཞུ་ཡོད་མ་རེད་ད་ཁ་ཤས་ཀྱི་རྒྱ་རོང་པོ་ཁྱེད་ལ་དོ་བ་ལ་སྔུན་མ་དོ་བ་ལ་བལྟས་ས་ཁ་སྟོང་དེ་ག་ད་དེ་འདྲའི་འདོ་བ་ག་རེ་ཟེར་ན་ཁེ་ཁེ་མཚར་དེ་འདྲའི་ལམ་འདོ་བ།

སེམས་ཁྲལ་ཆེ་བའི་མགོ་བོ་མ་རེད། ང་ཚོ་གི་བུག་པ་ཟེར་ཡག་དེ་མཐོ་འགྲོ་ས་རེད་ཚ་འགྲོ་ས་རེད། དེ་ག་ངའི་མགོ་བོ་མ་རེད་ཁོ་སྔོན་མ་ནོར་ཤིག་ད་ཁོ་རྒྱ་བོ་རིན་པོ་ཆེ་གི་ནོར་ཤིག་ཅེས་ཨ་ན་ལམ་ཁྲིད་ཐོབ་མཁན་ད་ང་ཚོ་མི་སྐྱེས་ཕ་ཁྱེད་ཁ་པོ་རེད་ད་མ་འོངས་པ་ལ་ཀྱེག་ནི་དེ་རེད་རྒྱ་བོ་རིན་པོ་ཆེ་ནོར་ཤིག་ཅེས་ལམ་ཁ་ཁྲིད་ཐོབ་མཁན་ཁག་པོ་རེད་མ་འོངས་པ་ལ་མི་དེ་འདྲ་ཅིག་ཡོང་གི་མ་རེད། གཉིས་ཆ་ནི། སྐབས་དེ་དུས་ཀྱི་མི་ད་ད་འདྲ། གཙོ་བོ་འདྲ་བོ། ཨ་མ་རྡོ་རྗེ་དང་ཨ་མ་འཆི་མེད་ཁོ་ཚོ་རེད། ཁོ་ཚོ་ནོར་ཤི། ཉན་མཁན་ཡོད་མ་རེད་རྒྱ་རོག་པོ་ཆེ་ཡོང་སྲིད་ཕྱི་མ་ཆེ་འཕེལ་བ་ཡོད་ན་དེ་ཉན་ཁོ་རུ་ཉན་གི་མ་རེད། ཁོ་དེ་འདྲའི་ཆེ་འགྲོ་གི་རེད་ཁོ་ད་ཁོ་སྐབས་དེ་དུས་མི་དེ་ཚོ་གི་ཨ་ནི། ལམ་སྟོང་འཁྲིད་མཁན་དེ་གར་ལངས་ན་ད་གང་རོག་རེད་སོང་རྗེས་རོག་རེད་ད་དེ་ལ་ཆོས་ནི། གར་བཟུང་བ་ཡིན་ན་ད་གང་རོག་རེད་ཟེར་ན་ཤ་ཆག་འགྲོ་ཤི་རོག་ངེད་ཚོ།

ཀྱི་མཚོ་དག་ཏུ། ཡི་གེ་ཡག་པོ་འོ་ཅོག། དེ་སོག་གི། གོ་བ་དེ་ཚོ་ཏག་ཏག་རག་ཐོག་མ་སོག་ཡ་ཅོག་ཐོག་མ་ཅག་ཐོག་འཇག་ཐག་མ་སོག་ཟེར་ཡག་འདྲ་བོ་ཨེ་འདྲི་དྲི་བ་འདུག་དེ་འདྲི་གཏོང་ན་དཔེ་ཡག་པོ་ཡོད་རེད་ཕེང་རེད་ཨ་ནི། འོ་ང་དེ་གོ་བ་དེ་རག་མ་སོང་ཟེར་ཡག་འདྲ་བོ་འོ་དེའི་ཡ་ཅོག་མ་ཅོག་དེ་ཡག་པོ་ཅིག་འཇག་ཐོག་མ་སོག་ཟེར་ཡག་འདྲ་བོ་ཀོ་གི་ཡོད་མ་རེད་ཁྱོད་རང་ལ་ཨ། དྲི་བ་གཏོང་བ་ལ་བརྟེན་ནས་ངོ་ཚ་དགོས་ཡ་གི་ཡོད་མ་རེད་རོ། ང་ཡིན་ན་ལན་མ་ཐོག་ན་ངོ་ལན་རྒྱག་མ་ཐོག་ན་ངོ་ཚ་དགོས་ཡ་གི་གི་ཡོད་མ་རེད། མ་ཤེས་མ་ཤེས་རེད་ཁོ་མ་ཤེས་ལ་ཡ་རེད་མ་གཏོགས་པ་ལ་ག་ཡོད་རེད། འདི་སྐྱོབ་སྐྱེས་པ་དང་སོང་ཚར་རེད་རོ་ངེད་ཚོ། ནན་པར་སྐྱོབ་སྐྱེས་པ་དང་སོང་ཚོ་ར། སྦྱོར་བ་བཅུ་མི་རྩ་བའི་སྦྱོར་རྨོངས་པ་ས་ག་བ་ལས་འདུག་ཁྱོད་ཚོ་ལྟ་ན།

གང་དག་ཟེར་དུས། ད་མི་སུ་ཡིན་ན་སྐྱེས་ཀྱི་ལའོ་ར་ར་གང་དག་ཟེར་ལའང་དུས། བོད་པའི་གི་ནོར་ལོང་ལ་གང་དག་ཟེར་བ་དེ། དབྱིན་ཇིའི་གི་ནོར་ལ་དེ་སི་ཁ་ཡོད་རོགས་ངེད་ཚོ which ཟེར་ཡ་ནོ who ཟེར་ཡ་དེ་གཉིས་ཁ་ཁ་དེ་སི་ཡོད་རོགས་བོད་པའི་གི་ནོར་ལ་འདི་གཅིག་པ་གཅིག་གྱོ་ཁོག་རེད་མཚམས་ཚ། གང་ཟག་ལ་ཁོག་ཡོག་རེད་མཚམས་ཚ་སྐྱ་ལ་ལ་ཁོག་འགྲོག་རོགས་གང་དག་ཟེར་བ་དེ་རོགས་གང་དག་ཟེར་བ་དེ་ད་ད་ད་མི་འདྲ་བོ་གཅིག་ལ་ཁོག་འགྲོག་ད། གང་དག་དག་ལ་ཁ་ཟེར་རམ་ཟེར་ཁ་ཟེར་ཟེར་བ་དེ། ཨིན་འདྲི་རེད་དོ་ཁྱད་ལས་འདྲ་བོ་ང་དེ་ལ་ཁྱད་ཀྱི་ད་ཡིན་ཁ་ཟེར་བ་ནི་འཁྱག་ལས་རྒྱག་པ་ཟེར།

མི་སྐད་ཅིག། དང་པོ་བུ་ལ་སླེབས་དུས་ཁོང་ཁྲོ་ཚ་བོ་ཞུ་འདོག་རྒྱབ་འདྲེ་ཞུ་རྒྱག་འདོག་ཨ་ནི་སྐྱེས་ལ་གཉིས་ལ་རྒྱབ་འདྲེ་སྐྱེས་ད་རྒྱབ་འདྲེ་རྒྱབ་ཚུགས་གིས་ཡོང་མ་ར་ཁ་མི་གང་གིས་ལབ་ཡོད་རོགས་ཨ་ནི་ཕ་རྒྱབ་འདྲེ་རྒྱབ་བ་ཡིན་ན་ནི་འདི་ཡ་ཞེ་དྲག་བྱེད་གི་མ་རེད་ཨ་ནི། དེ་ནི་བྱེད་ཡ་ཞེ་དྲག་མི་འདོག་དེ་ནི་ག་ལེ་ག་ལེ་ཁོང་ཁྲོ་མེད་བ་ཆགས་འགྲོ་གི་འདོག་སྐྱེས་དེ་འདྲེ་ལ་གཉིས་དེ་འདྲེ་ལ་ཉི་མ་སྐྱེས་ལ་བསྡད་ལ་ང་མིག་གིས་ཐོགས་སོང། ཀོ་མི་ཡིས་སྣང་བ་སྐྱིད་པོ་ཞུ་གི་རེད་ཤ་མི་དེ་གོམ་པའི་ནང་ལ་མ་མཐོང་ཀྱང་རེད་ཤ་ཁོ། ཀོ་མི་ལ་དེ་འདྲའི་གནས་བཙག་དེ་འགན་གྱི་རེ་དོགས་ཡོང། མིའི་མ་འང་འགྲོ་ཡི་ཤ་ཁོ། ཨ་དེ་ལ་མིན་སུ་ར་ལ་ཀོ་བི་བཏུང་ས་གྱོད་ས་རེད་མི་དེ་སོགས་འཛོམས་ཚོང་འདྲ་བོ་དེ་སེ་རྒྱག་དེ་འདྲ་བྱེད་ས་གྱོད་ས་རེད་དེ་ལ་ང་ཤི་ར་ཤི་ར་ཧ་གོ་མ་སོང་དེ་ལ་དེ་ལ་འགྲོ་ཡི་ཤ། གྲི་རིང་པོ་གྱི་ཚོགས་ཡག་ཁིག་འདུག་ཤ་ཁོ། དེ་འདྲའི་གྱི་གྲི་རིང་པོ་གྱི་ཚོགས་ཡག་ཁིག་འདུག་ཤ་དེ་གཉིས་པོ་དེ་གིས་འདུག།

འཆར་ཀ་གཏོང་ཡོང་རོང་ཟེར་ད་ཀྱེ་འདི་ཁ་ཟེར་ཟེར་བ་འཆར་ཀ་གཏོང་ཟེར་བ་འདི་ཚེག་འདི་ཚོ་ཕྱིའི་གོ་ཡག་ཞུ་ཞུ་ཡོད་མ་རེད་འདི་ཚེག་འདི་ཚོ་དཔེ་མི་སྲིད་ངས་ཡོང་ཧ་གོ་མི་འདུག་ཚིག་འཛུགས་མ་ད་ན་ཧ་གོ་མི་འདུག་ལྐོག་ལབ་རྒྱག་ཟེར་ཡ་ཀྱོ། འཆར་ཀ་གཏོང་བ་ཟེར་ཡ་ད་དེ་རེད་ཤག་ལྐོག་ལབ་རྒྱག་ཟེར་ཡ་ཀྱོ་ངས་ཚོ་མི་ཡིག་མ་གོ་ས་ཀྱེ་ལབ་དེ་ཡ་ཡོ་ཀོ་ཀྱེ་ཀྱེ་ཀྱེ་ཨ། Backbiting།
Backbiting།

ཨོ་དེའི་སྐལ་བ་དེ་ཡོང་བར་ཤོག་ཅང་སི་འདྲ་བོ་ལབ་ན་འགྲིག་མེད་འགྲོ་ཨ་ལང་ཇོ་ཇོ་ཐོབ་པའི་སྐད་ཅང་སོགས་ཡོང་བར་ཤོག་ཟེར་ཡག་འདྲ་བོ་དེ་འདྲའི་ཁ་ང་ལ་ཁ་གཏོང་དེ་ང་ང་ལ་ལྐོག་ལབ་རྒྱག་དེ་ང་ང་ལ་གནོད་པ་སྦྱིན་གི་དེ་ང་དེ་ཚོ་ལ་ཨ་ནེ་དེ་འདྲའི་ཡོང་བར་ཤོག་ཨ་ནེ་ལ་ཁྱེད་ཀློག་རོགས་གྱིས།
ལོགས། སྐྱེས་བུ་གང། སྐྱེས་བུ་གང་དག་དག་ལ།
ངག་གིས། ཁ། ངག་གང་དག། ངག་གི། ཁ་ཟེར་རམ། གཞན་དག་ལུས་ཀྱི། གནོད་པར་བྱེད་པའམ། དེ་བཞིན་དུ། ལྐོག་ཏུ། འཆར་ཁ་གཏོང་བ་འམ། གཏོང་བའང་རུང། བྱ་བ་གང། བྱས་པ་དེ། དེ་ཐམས་ཅད

ཕོ། མཐའ་དག་གི། རྒྱུ་སྨོན་པ་དང། དུས་དང། ཞེས་བྱེད་ལས། རྒྱ་ཆེ་བར་སྨོན་པ་དང། ཡུལ། དུས། ཆད་པ་མེད་པར་སྨོན་པའོ། བ་ཡ།
འབྲས་སུ་ད་ནི་ནས་མ། སྐྱེའོ་ཟེར་བ་དེ་མི། དག་ས་སོ་སོ་སྐྱེའོ་ཟེར་ཡ་དེ་རེ་རོ་ཨོ་ར་ན་རེ་བི་ཡེངས་ཟེར་ཡ་དེ། སྐྱེའོ་གང་དག་དག་ལ་ངག་གིས་ཟེར་བ་དེ། དེའི་ཕྱག་ལས་ཀྱི་བར་དུ་ཁ་ནི་ལག་གོ་རོ་ངག་ཟེར་བ་དེ། Voice། ཟེར་ཡོད་རོ་ཁ་ཡི་དེ་འདྲའི་ལ་བའང། ཨ་ནི། གནོད་པ་བྱེད་བ་དེ་ལུས་ཀྱི་གནོད་པ་བྱེད་གོ་ཡོད་རོ་ལུས་ཀྱི་གནོད་པ་བྱེད་པའང་དེ་བཞིན་དུ་ལྐོག་ཏུ་འཆར་ཀ་གཏོགས་པ་ལྐོག་ཟེར་དུས་སོ་སོའི་ཨམ་ཅོག་མ་གོ་ས། ལྐོག་ལབ་རྒྱབ་དེ་བ་དེ་ཡང་རུང། གང་ཞེས་པ་དེ་ཐམས་ཅད་བྱང་ཆུབ་ཆེན་པོའོ་ཟེར་དུས་བྱང་ཆུབ་ཟེར་བ་དེ། ཉིན་ཐོ་བྱང་ཆུབ་རང་རྒྱལ་བྱང་ཆུབ་ཐེག་པ་ཆེན་པོའི་བྱང་ཆུབ། སངས་རྒྱས་ཀྱི་བྱང་ཆུབ་དེ་ལ

དུས་ཚུགས་ཐོག་ལས་ཀ་གར་གར་བྱེད་པ། ཡུལ་དུས་ཆད་པ་མེད་པར་སྨུག་པ་ལྟ་སྟེ་འོག་ཐོག་བས་སླེབས་ཡོང་རེ་རེ་རེ་རེ་ལྟ་དེ་དང་པོ་དེ་ལ་རང་ཉིད་ཉལ་འཁོར་ཐག་ཐག་གི་རྒྱུར་སྨུག་པ་ལྟ། ཕ་ཕྱོགས་དེ་ལ་གར་འཁོར་བ་དང་གར་གར Necessary གར Need གར་རེད་འདུག་བ་ཡིན་ན་ང་དེ་ཆགས་པར་ཤོག་སྨོན་ལམ་བྱ་ཡ་རེད་ད་སྨོན་ལམ་བྱ་ཡ་གཅིག་རེད་རོ་བ་སྦྱིན་པ་གཏོང་བའི་སྐབས་སུ་བདག་ནི་འགོང་མི་རྣམས་ཀྱི་འགོང་བོ་ཟེར་ལ་འོང་དུས་ཨ་ནི་པི་སྐྱབས་མཁན་མེད་པ་སྐྱབས་མེད་པ Protector ཟེར་ལབ་རོགས་དེ་ཚོ་མེད་མེད་མཁན་དེ་ཚོ་ལ་ང་འགོང་འཁྱོར་བ་ཤོག་ཨོ་སི་མོ་ལབ་སྐྱེས་སྐྱེས་མེད་མ་ལབ་སྐྱེས་སྟབས་ཀྱིས་རོགས་བདག་ནི་ཟེར་དུས་ང་ཀྱིས་རོགས། ལམ་ཕྱོགས་རྣམས་ཀྱི་དེད་ཕོང་ཐོང་ལམ་ཕྱོགས་ཟེར་དུས་ལང་ཀ་ལ་འགྲོ་བསྡད་མཁན་དེ་ཚོ་ལང་ཀ་ལ་གོམ་པ་རྒྱབ་འགྲོ་དུ་ན་འདྲ་མོ་སྒྲ་གཏོང་འགྲོ་དུ་ན་འདྲ་དེ་ཚོ་གི་དེ་ཚོ་དེད་ཕོག་ཟེར་དུས

སྐོར Cross Cross Cross བྱེད་པའི་སྐབས་སུ་ཨ་ནི་ང་དྲོད་ཆགས་པར་ཤོག་ཟེར་བ་མི་ག་ཤེད་ཁྱོད་ཆེན་པོ་དེ་འདྲའི་གར་གོ་ཨ་ནི་གྲགས་གང་མ་ཐོག་བའི་དཀའ་ངལ་ཡོད་ན་ང་རོ་དྲོད་ལྟ་བུ་ཡོང་བར་ཤོག་ཟེར་བ་སྨོན་ལམ་སྐྱབས་ཀྱིས། གཟེངས་དང་ཟངས་མ་གཉིས་དུ་ཁྱོར། གཟེངས་ཟེར་བ་དེ་དྲོད་གཟེངས་ཟེར་ཡ་དེ་རེད་རོ་ངས་ཚོ་ཞེས་ཟེར་ཡ་དེ་དྲོད་གཟེངས་ཟེར་བ་དེ་གྱིས་རོ་ཟངས་པ་ནི་ཟངས་པ་རོ་བ་བལ་གྱིས་རོ་བ་ཨ་ནི་ཁྱོད་དེ་འདྲའི་གར་གོ་བ་ཡིན་ན་ཨ་ནི་དེ་འདྲའི་ཡོང་བར་ཤོག་ཟེར་བ་བསྟན་འཛིན་པའི་གྲོགས་ཀྱིས་ཀློག་ཤོག།
བདག་སོགས་ཀྱི་ལ། བདག་ནི་མགོན་མེད་རྣམས་ཀྱི་མགོན་དང། བདག་སྐྱེ་བ་ཐམས་ཅད་དུ་ལམ་དུ་ཞུགས་པ་རྣམས་ཀྱི་དེད་དཔོན་དང། ཆུ་བོ་ལས་བརྒལ་འདོད་པ་རྣམས་ཀྱི་གྲུ་དང། གྲུ་དང་ནི་གཟིག་དང་ཟམ་པ། གྲུ་དང་ནས། ཨ་ལས་གྲུ་དང་ནི་གཟིག་དང་ཟམ་པ་ཉིད་དུ་འགྱུར་ཅིག་པའོ། འོ་རེད།
མཚམས་རྩ་ལ་ཨི་འབྲས་སླེབས་རེད་ནས་ཟེར་བ་ནི་དངོས་གནས་བྱས་ན། གོ་ཡ་སྐྱེ་ཡོད་མར་དེའི་ཚིག་དེ། ད་རྩ་བའི་ནང་ལ་ཡུག་དེ་རེད་ཡོད་དེ་དེ། འདི་ཚིག་འབྲས་རྒྱབ་སྐོར་བ་དེ་དེ།

འབྲུ་འགྲེལ་བྱེད་ལ་དབང་དུས Explanation Word by Word རེད་ཡོད་རེད Word by Word ཡིན་པ་ཡིན་ཚ་ཚིག་ཆ་ཚུགས་ཀློག་དགོས་ཡོད་འདི་ནོར་ལོ་ལ་དེ་གྱི་དུས་འདི་ཟེར་བ་དེ་གོ་ཡ་ཡོད་མ་རེད་ཡིན་ན་དེ་འབྲེལ་གྱི་ཀློག་དགོས་ཡོད་ད། ཁྱོད་རང་ཚོ་ཧ་གོ་ཡ་གི་ཨ། ད་ལྟ་འདི་ངེད་ལ་དེ་དང་པོ་རང་ཉིད་གཞན་གྱི་ཉེར་ཁོག་མཐའ་དག་གི་རྒྱུར་སྨོན་པ་ལས་སྦྱོར་བ་དེ་གང། འོན་ཏེ་རང་ཉིད་གཞན་པ་གི

མར་མེ་འདུག་ལ་མར་མེ་དང། གནས་མར་འདུག་ལ་གནས་མར་དང། བདག་ནི་ལུས་རྐྱེན་བྲན་འདུག་པ། ཀུན་གྱི་བྲན་ཐོས་འཆོར་བར་ཤོག། སྲི་ལ་འདུག་ལ་གླེང་འདུག་པ། སྲི་ལ་འོང་དུས་ད་དེ་རིང་འདུག། གླེང་ཟེར་དུས་ངེད་ཚོ་གླེང་ཟེར་བ་དེ་ད་དེ་འདྲའི་ལ་གོ་རོགས་མ་དུས་ཨ་ལན་ཟེར་ཡག་རོགས་དེ་འདྲའི་ལ་གོ་རོགས་གླེང་ཟེར་བ་དེ་གླིང་ཕྲན། གླིང་ཕྲན་གྱིས་ཁྱེད་ཀྱིས་གླིང་ཕྲན་གཉིས་ཨ་ཧྥི་རི་ཀའི་གླིང་ཕྲན་ཟེར་བ་དང་ཨན་ལན་ཟེར་ཡག་དེ་སོགས་ལ་གོ་རོགས་དེ་འདྲའི་གོ་བ་དེ་སོགས་ལ་ཨ་ནི་ང་གླིང་ཕྲན་ཆགས་པར་ཤོག་ཟེར་ཡག་གི། མར་མེ་འདུག་པ་ཟེར་ལའོ་འདི་མར་མེ་མར་མེ་རོགས་ངས་ཚོ་ཆུང་མེད་ཟེར་ལའོ་རོགས་མར་མེ་ཟེར་ལའོ་རོགས། འོ་དེ་འདུག་གས་དེ་སོགས་ལ་ང་མར་མེ་ཆགས་བར་ཤོག། གནས་མར་ཟེར་དུས་འདུག་ས་དེ་སོགས་རེད་རོགས་ཁང་པ་དང་དེ་སོགས་ལ་གནས་མར་ཟེར་ལབ་རེད་རོགས། ཨ་ནི་འདུག་ས་འདུག་པ་དེ་སོགས་ལ་ཨ་ནི་འདུག་ས་ཡོང་བར་ཤོག། ད་ནི་ལུས་ཅན་བྲན་འདུག་པ་ཟེར་ད་འདི་རོགས། བྲན་ཟེར་བ་དང་གཡོག་པོ་རེད་རེད་བ། གཡོག་པོ། གཡོག་པོ་དང་གཡོག་མོ་ཟེར་བ་དེ་ལ་བྲན་ཟེར་བ་རེད་རེད་བ། དང་ནི་ལུས་ཅན་བྲན་འདུག་པ། ཨ་ནི་ང་ག་གེ་གི་གཡོག་པོ་བྱེད་འདུག་འདུག་ཟེར་བ། ཏར་གྱིས་རྒྱལ་སྲིད་ཆེན་པོ་ཞི་བ་ལ་ཡིས་ཨ་ནི་ང་གཡོག་པོ་བྱེད་འདུག་འདུག་དེ་ཡིན་པ་ཡིས་ཙ། ཀུན་གྱིས་བྲན་དུ་འབྱོར་པར་ཤོག་སུ་སུ་ག་གེ་གི་ཨ་ནི། ཀུན་ཟེར་བ་དེ་ཚང་མ་ཡིས་ལ་བོར་ཨ་ནི་གཡོག་པོ་བྱ་བར་ཤོག་སུ་ཡ་གྱིས་ཆགས་འདུག་ཡ། ཡང་རྒྱལ་གྱི་ལོ།
སྐམ་སའི་དེ་རེད་གི་སྐམ་སའི་ལི་རེད་སྐམ་སའི་གླིང་སྐམ་སའི་རེད། སྐམ་སའི་གླིང། དོན་དུ་གཉེར་བ་ལ། གླིང་དང་ནི་མར་མེས་འདོད་པ་ལ་མར་མེ་དང། གནས་མལ་འདོད་པ་ལ་གནས་མལ་དང། བདག་ནི་ལུས་ཅན་གང་དག་བྲན་འདོད་པ་ལ་དེ་དག་ཀུན་གྱི་བྲན་དུ་འགྱུར་བར་ཤོག་ཅིག་པའོ། འདི་བརྩེགས་ཏེ་ནམ་རྒྱུན།

དཔག་བསམ་བྱས་ནས་གཞན་དག་དང། ལུས་རྒྱ་རྣམས་ཀྱིས་འདུག་འགྱུར་བྱོར་ཟེར་བ། ད་འདི་ཚོ་འདི་རེད་ངེས་ཚོ། རྒྱ་སྲིད་གནའ་དུས་སེ་ཡ་གཅིག་སྐྱོར་དེ་ཡ་ཡོག་ངེས་ཚོ། རིན་པོ་ཆེ་རི་བོ་དཔག་བསམ་གྱིས་གཤེགས་འདུག་འགྱུར་གྱི་བག་མ་མོ་པ་ཡི་ལོ་ཏོག་འཁོར་ལོ་རིན་པོ་ཆེ་སེ་སྐྱོར་དེ་ཡ་འོ་འདི་ཚོ་རེད་འདི་ཚོ་རེད། མན་ཇེ་མན་ཇེ་ཕུ་དུད་སྐྱོ་གོ་མ་རེད་རོ། རེད་རེད་རེད་མན་ཇེ་མན་ཇེ་ཕུ་དུད་སྐྱོ་གོ་རེད་དེ་རེད། ཡེ་ཤེས་ཀྱི་ནོར་བུ་ཟེར་བ་ཅིག་ཡོད་ད་ངས་གཙོ་བོ་དཔེ་མང་པོ་ཅིག་རྒྱག་ཡོད་ན་སྔ་མོ་ཡེ་ཤེས་ཀྱི་ནོར་བུ་ཟེར་བ་ཅིག་ཡོད་རེད། དེ་ལ་སྨོན་ལམ་ག་པར་རྒྱག་བ་ཡིན་ན་དེ་འགྲོབ་ཡོང་རེད་ཟེར་ཡག་ཅིག་ད་ཡེ་ཤེས་ནོར་བུ་ཟེར་བ་ཅིག་ཡོད་པའི་སྐད་ཆ་རེད་རོ། བུམ་པ་བཟང་པོ་ཟེར་ཡག་ཅིག་ཡོད་དེ་ནོར་བཞི་དེའི་ནང་ལ་ག་རེ་འདུག་འདུག་ཡང་ཡོད་བའི་སྐད་ཆ་རེད་བུམ་པ་ཟེར་བ་དེ་ངས་གཙོ་ཧ་གོ་རོ། ཨ་ནི། རིག་སྔགས་གྲོགས་དང་ཟེར་བ། རྟ་སྔགས་དེ་འདྲའི་གི་སྔགས་དེ་འདྲའི་ལ་བལྟས་ན་གར་འདུག་པ་དེ་འདྲའི་གི་གཡོ་ཁྲོབ་ཡག་ཡོད་ས་ར་རི་སྔགས་ཟེར་བ་དེ། Mantra ཟེར་ཡག་གྱོ་དེ་འདྲའི་ལ་བལྟས་ནས་གར་དང་གར་ཡིན་པ་ཁྲོབ་ཡག་ཡོད་པ། སྨན་ཆེན་ཟེར་བ་དེ་སྨན་ཆེན་པོ་དེ་ག་འདྲ་གྱི་རེད་འདུག་ད་སྨན་ཆེན་པོ་དེ་ག་རི་སྨན་ལ་འདུག་སྨན་ཆེན་པོ་དང་སྨན་ཆེན་པོ་སུ་དམིགས་བསལ་གྱི་མི་འདུག་ད་སྨན་ག་འདྲའི་གྱི་ཡོད་ན་ར་གང་རང་ཡང་དམིགས་བསལ་གྱི་སྨན་འདྲ་བོ་གྱི་ཡོད་ཡོད་ས་ར་ར་ངེད་ཚོ་སྨན་ཆེན་པོ་ཟེར་བ་གྱི་དེ་འདྲའི་གྱི་དེ་ལ་བསྡད་ན་ཡང་ག་རེ་ཡིན་ན་ཕན། མི་རྟ་སྨད་ཁྱེད་འབོ་ཚ་ལ་འོང་དུས་དྲིན་ཆེན་རི་བོའི་སོག་འགྲོ་སྨད་འགྲོ་ད་དེའི་གར་ཟེར་ན་ན་ཚ་ལ་ཤོག་ཁྱེད་འབོ་ཕན་ཡོར་བ་དེའི་སོག་འགྲོ་ལ་སྨད་འགྲོ་སྨད་ནུས་པ་ཁྱེད་འབོ་འོས་ཆོག་དེ་འདྲའི་ཀྱེ་ནད་པ་དེ་ཚོ་གི་ཀྱེ་ལྟོས་ཨ་ན་སྨད་ཁྱེད་འབོ་འབྱོར་བ་ཤོག། དེ་ཕྱིར་སྨན་ཆེན་ཚོས་ནུ་མི་རིན་ཆེན་རི་བོ་དང་དོན་ཚོད་ཡིན་ཟེར། དཔག་བསམ་གྱི་ཤིང་ཟེར་ཡ་གྱི་ཡོར་ད་ངེད་ཚོ་ད་དེ་རྔོན་པ་འཛུགས་ནང་ལ་ཤེས་དེའི་ཡོར་དཔག་བསམ་གྱི་ཤིང་ཟེར་བ་ཀྱེ་ངེད་ཚོ་དེ་ཡོ། མཚོ་ཡི་ནོར་ལུག་ལ་དཔག་བསམ་གྱི་ཤིང་ཟེར་བ་ཅིག་ཡོད་རེད་དེའི་ཤིང་ཐོག་དེ་ཆེན་པོ་ཆགས་ནས་དེའི་སྟེང་ལ་འབྲས་བུ་དེ་འདྲའི་ཤིང་ཐོག་མང་པོ་ཞིག་གི་རགས་ཡོད་རེད་ལྷ་དང་ལྷ་མ་ཡིན་དེ་ཚོ་དེའི་གི་འབྲས་བུ་ཟ་ཡག་ཅེས་དུ་དམག་རྒྱག་དེ་ཡོད་རེད་ལ་འོ་ར་དཔག་བསམ་ཤིང་ཟེར་བ་དེ་ཞི་བོད་ཀྱི་ཤིང་འབྲས་དེ་ཞི་བོད་ཀྱི་ཡུལ་བའི་སྐད་ཆ་རེད་ད་དེ་རེད་རེད་བ།

ཡོང་འདུག་ང་ཡང་དེ་ནང་ཞིག་གིས་ཡོང་བར་ཤོག་ཟེར་ཡ་གི་སྨོན་ལམ་རྒྱག་འདུག། ཞི་ལ།
དཔག་བསམ་གྱི་ཤིང་ལ་ན་འདི་མ་རེད། གར་ས་ཤིང་རྡོ་གཅིག་འདི་ཡིན་ལ་གར་ས་སྨོན་ལམ་ག་རེ་བརྒྱབ་ན་འགྲུབ་ཀྱི་རེད་བྷི་འདི་གར་ས་སོ་སོ་གྱི wish ག་རེ་ཡོད་ན་ཚང་མ full fill བྱས་ཤིང་ཅི་ཡོད་རོགས་འདི་མ་རེད་དཔག་བསམ་དེ་རེད་ཤིང། དེ་རེད་ད་དཔག་བསམ་ཤིང་ཟེར་བ་དེ་རེད། དཔག་བསམ་གྱི་ཤིང་ཅེས། ཡ་དེ་ཁྱེད་ཀྱིས་ཀློག་ཤོག།
གིས་ལ།
ཤིང་བདག་ལ་ནི་འདི་ག་རེ་ནི་དཔག་བསམ་གྱི་ཤིང་ནི་ཤིང་བདག་དང་ཟེར་ན་ཤིང་བདག་ག་དག་དེ་ག་རེ་ག་རེ་འབྲི་བ་རེ་ཤིང། དཔག་བསམ་དཔག་བསམ་བྱས་ནས་ཤིང་བདག་དང་ཟེར། ད་དེ་བྱས་ནས་ཟེར་བའི་གི་ཚིག་དེ་རྟ་ཁོ་ཚེག་བདུན་ཁ་གོང་བསྐོར་ཡོད་རོ་བདུན་ཁ་གོང་ཡོད་བསྐོར་བ་ཡིས་རྩ་པ་བསམ་བྱས་ནས་ཟེར་ལ་འོན་ཏུ་ནི་ཟེར་བ་ནི་ད་ག་ཟེ་གོ་ཡས་གི་ཡོད་མ་རེད་གོ་རུང། དོང་དག་དོག་དོག་དཔག་བསམ་བྱས་དཔག་བསམ་བྱས་ཤེང་ལ་སོགས་པ་ཤེང་དག་དོང་ཟེར་ཤེང་དེ་ཚོ་ཟེར་ལ་བར་དག་ཟེར་བའི་གི་ཚེག་དེ་དེ་ཚོ་ཟེར་བའི་གི་དོང་དག་རེད་མང་ཚེག་རེད་དེ་དག་ཟེར་བ་དེ། རྟ་འདིའི་ནོར་ལ་མོག་པོ་གྱི་ལ་ནོར་ཡིད་ལ་ཨ་ནི་ག་ལ་ཡིན་སོ་ཡིད་ཤེས་ཀྱི་ནོར་བོ། བུམ་པ་བཟང་པོ་རིག་སྔགས་འཕྲོག་སྨན་ཆེན་པོ་དཔག་བསམ་གྱི་ཤིང་དག་དོང་སླང་དུ་དེ་ཚོགས་སུ་དཔག་བསམ་གྱི་ཤིང་ལ་སོགས་པ་ཟེར་བའི་སོགས་འདི་ལ་བར་འདི་ཚོ་གང་ག་དེའི་ནང་ལ་མ་བཅུག་ཡོད་རེད། དགེ་བཤེས་ལགས་འདི་དག་པ་ལས་དེ་ཡང་དག་པ་ལས་དེ་ཡག་ཤོས་དེ་རེད་ལས་དེ་ལ་འོ་མ་ར། མ་རེད་མ་རེད་དཔག་བསམ་གྱི་ཤིང་དག་དོང་ཟེར་དུས་ད་ལྟ་དེ

ངས་ཚོ། ཀྱེ་ཀྱེ་ཀྱེ་ཀྱེ་ཀྱེ་རྐང་ལོང་ཀྱེ་ཀྱེ་ཀྱེ་ཟེར་བའི་སོག་འདྲ་དང་སྐྱིད་མཐུས་གཉིས་གཉིས་གཉིས་ཟེར་བའི་སོག་འདྲ་མའི་ལམ་དང་ཨ་ནི་ཙེ་བཀྲ་ཤིས་དང་དོན་གྲོགས་དང་ཨ་ནི་དེ་ལ་སོགས་པ་ཐམས་ཅད་ཨ་ནི་བཀྲ་ཤིས་དེ་ལས་ཤོས་སི་ལབ་དང་ཁོ་མེག་ལ་མི་དང་དེའི་ནོར་ལོག་ལ་དེ་ལ་སོགས་པ་སི་ལབ་རང་དགའ་སོག་ཁོག་ནོར་ལ་བཅུག་ཡང་མི་དེ་བྲེལ་མི་འདའ་སི་ལབ་དང་ཀྱེ།

ཟས་གོས་སོགས་ཇི་ལྟར་འདོད་པ་འབྱུང་བའི་ཡེ་ཤེས་ནོར་བུ་དང་བུམ་པ་བཟང་པོ་དང། ཞི་རྒྱས་ལ་སོགས་པའི་ལས་བསྒྲུབ་པའི་རིགས་ལྔ་བསྒྲུབ་པ་དང། ནད་ཐམས་ཅད་བསལ་བའི། རིགས་ལྔ་ཁ་རི་ཐ་བྲག་བྱམས་ཀྱི་ཁྲོ་བ་ཁྲོ་པ། འདིའི་སྔོན་ལས་ཀྱི་ལས་བཟུང་ན

ལས་འདི་ལྔ་འདི་ལྔས་འདི་ལས་བསྒྲུབས་པས་རིགས་ལྔ་གྲུབ་པ། འོ་ད།
རིགས་ལྔ་གྲུབ་པ་དང་ནད་ཐམས་ཅད་སེལ་བའི་བཅུད་ལེན་གྱི་སྨན་ཆེན་པོ་དང་ཟས་གོས་སོགས་དགོས་འདོད་འབྱུང་བས་དཔག་བསམ་གྱིས་ནི་ཤིང་ཐག་དང་བྱི་ཤིང། ཤིང།
ཐག་དང། ལག་གི་རིགས། ཤིང། ཤིང་དག་དང། ཇི་ཙམ་འདོད་པ་སྦྱོར་ཡོད་པའི་ལུས་ཅན་རྣམས་ཀྱི་རྡོ་རྗེའི་བར་གྱུར་ཅིག་སྙམ་དུ་ཡང་དང་ཡང་དུ་སྨོན་པར་བྱའོ། རྡོ་རྗེའི་བར

Resource ཟེར་ལ་མ་རེད་ཡོང་ཁུང་ཟེར་ཡ་ཅོ་ངེད་ཚོ Resource ལ་མ་རེད་ཡི་གེ་གི་ནོར་ལོག་ལ་ཨེ་རེད། འགྱུར་བའི་ཡེ་ཤེས་ཀྱི་ནོར་བུ་ཐོག་ས་སོ་སོ་ཟས་ཐོག་གུ་གར་གར་འདུ་བ་ཡིན་ན་ཨ་ནི་ཡེ་ཤེས་ནོར་བུ་དེ་དེ་འཇུག་ས་ལྟ་བུ་ཆགས་ཏུ་ཡོད་རེད་ཟེར Resource ལྟ་བུ་ཆགས་ཏུ་ཡོད་རེད་ཡེ་ཤེས་ནོར་བུ་ཐོག་བུམ་པ་བཟང་པོ་ཟེར་བ་དེ་ད་ག་རུ་རེད་དོ་ཟས་ཐོག་གུ་གར་ཡོང་བ་ཡིན་ན་ཡོང་ས་ལྟ་བུ་ཆགས་ཏུ་ཡོད་རེད་ཟེར། ཞི་རྒྱས་ལ་སོགས་པའི་ལན་སྒྲོག་པའི་ཞི་རྒྱས་ཟེར་བ་དེ་རེད། ངེད་ཚོ། ཨོང་དེ་སོགས་བསྐོར་དུས་ཞི་རྒྱས་ཨང་གྲགས་ཟེར་བའི་སོང་འདྲ་དེ་འདྲའི་ལ་ཡ་ཡོད་རེད་རོ། ཞི་བ་ཟེར་དུས peace ལབ་ཡོད་རེད། རྒྱས་ཟེར་དུས་ངེད་ཚོ་དཔལ་འབྱོར་ལ་སོགས་པ་ཡ་ཡར་རྒྱས་འགྲོ་བ་ལ་ལབ་ཡོད་རེད་རྒྱས་ཟེར་བ་དེ་ཞི་རྒྱས་ཟེར་ལ་འོང་དུས། ཨ་ན་ཨང་ཟེར་དུས་གཞན་དག་གང་ག་ལྟར་ལ། ཁ་འཕྲོར་ཆེས་ཐོག་མ་ཨོང་སྐྱོར་ཐོབ་བ་དེ་འདྲའི་ལ་ཨང་ཟེར་ལབ་རེད། ཨ་ན། དྲག་པོ་ཟེར་ལ་འོང་དུས། ད་ཁོ་ཅིག་ཁོང་རང་ལ་བལྟས་ནས་གང་ག་ཐད་ལ་ཅིག། དྲག་པོ།

ཚེ་ཆ་བྲལ་སེ་ལབ་ཡོད་རེད་བ། མ་འོངས་པ་ལ་འགྲོབ་གི་རེད་ཟེར། གྲོབ་པ་ཐོག་སེ་ལ་འོང་དུས་ད་ནད་པ་ད་གྲོབ་ཚར་རེད་སོ་སོ་ལ། པེར་སེན་ཏེར་ད་ཨ་ནི་པཱ་སི་ཏེན་སི་ཆགས་འགྲོ་རེད་གར་དུ་གར་གྲོབ་ཡག་ཡོད་ན་ཨེ་འགྲིག་ང་དོང་ཐག་ཀྱེ། དོང་ཐག་ཀྱེ་གྲོབ་ཡག་ཡོད་ཨ་ནི་ཀྱེ་འགྲོ་བ་གོང་འདུག་སེ་ལབ་འདུག། དོང་ཐག་ཀྱེ། འགྲོབ་གོང་འདུག་དོང་ཐག་ཀྱེ་འགྲོབ་གོང་འདུག་ལབ་ད་ང་འགྲོབ་གོང་འདུག་སེ་ལ་འོང་དུས་མ་འོངས་པའི་སྐད་ཆ་ལ། ད་དོང་ཐག་ད་གྲོབ་སོང་སེ་ལབ་བ་ཡིན་ན་ད་ཁོང་འདྲེས་སུ་ལ་བར་དེ་གཉིས་ཁྱད་པར་དེ་སུ་ཡོད་གྲོགས་དང་འགྲོགས་གཉིས་ལ། ཨ་ནི་ནི་ཐམས་ཅད་སེལ་བའི་རྐྱུན་ལས་ཀྱི་སྨན་ཟེར་བ། ནི་གང་གང་མི་བ་སོལ་བའི་གི་རྐྱུན་ལས་ཀྱི་སྨན་ཟེར་བ་རྐྱུན་ལས་ཟེར་བ་དེ་འདྲས་ཀྱི་ཡོད་རེད་རོ། ཨ་སྨན་དེ་ཚོ་ལ་རྐྱུན་ལས་ཁུངས་གཏོགས་ལ་གཏོང་འོས་ས་རེད། ངས་ཚོ་སྔོན་མ་གོམས་རྒྱག་མཁན་དེ་ཚོ་ལ་དེ་བྱེད་འདུག་ཨ། ཤུག་པའི་གི་རིལ་བུ་ཆུང་ཆུང་ཨེ་འདྲས་དེའི་མགོ་ལ་སྔགས་བརྒྱབ་ཉི་མ་རེ་རེར་དེ་རེ་རེ་ཟགས་དེ་བ་ཡིན་ན་ཁ་ལག་གཅིག་ཟགས་དགོས་མོད་འདུག་རྐྱུ་ཁར་རྐྱུན་ལས་ཟེར་བ་དེ་ཁ་ལག་ཟགས་ཀྱི། ཨ་ནི།

དགུང་དུ་རྒྱུ་བའི་ས་གར་གར་ཡོད་བ་ཡིན་ན་དེ་ལ་འགྱུར་བས་དཔག་བསམ་གྱི་ཤིང་དཔག་བསམ་གྱི་ཤིང་ལ་ཐ་ན་གཡོན་བརྒྱད་ལ་ཡང་དེ་གར་རེད་འདོགས་དཔག་བསམ་གྱི་ཤིང་ལ་དེ་ནི་གར་དང་གར་ཡོད་བ་ཡིན་ན་སྨོན་ལམ་བརྒྱབ་ན་ཡང་འོག་རེད་ལབ་འདོགས་ཞེ་རྩ་འདོད་པར་འགྱུར་བས་ཟེར་བ། ད་གར་སོ་སོ་གི་འདོད་པ་གར་ཡོད་བ་དེ་འདོད་པར་འགྱུར་བས་ཀྱི་ལུས་ཅན་རྣམས་ཀྱིས། ད་ལུས་ཅན་ཟེར་དུས་ངས་ཚོ་ལུས་ཡོད་ཅོག་དེ་ཚོ་ལབ་རོགས་འདོད་རྒྱུ་འགྱུར་བ་ཁྱོད་ཀྱི་སྙམ་དུ་ཡོང་ནི་ཡོང་དུ་སྨོན་ལམ་བཏབ་དགོས་རེད་ཟེར་བ། སྨོན་ལམ་དེ་འདྲའི་བཏབ་དགོས་རེད། དེ་ཁྱེད། ད་དེ་གར་ཟོས་ན་ག་རེར་འདུག་པ་དེ་ལ་ཨ་ནི་འགྲོབ་ཡག་གི་ཆེས་མཐོ་སྐྱེས་ཀྱི་རེ་བ་ཐ་ན་དེ་ཐེབས་ཚ་ས་བ་ཀྱི་རེ་བ། ད་དེའི་འོག་ཏུ་ནས་ག་རེ་འདུག་ཟེར་ན། དུས་དང་བྱེད་ལས་རྒྱ་ཆེར་སྨུག་པ། དུས་ཚུགས་རེ་བ། དུས་ཚུགས། ཨ་ནི་བྱེད་ལས་ཟེར་དུས། ཨག་ཆེན་ཟེར་བའི་སོགས་འདྲ་ལས་ཀ་ག་རེ་ག་རེ་བྱས་ཡོད་བ་དེ་ལབ་ཡོད་རེ་རེ་བ། རྒྱ་ཆེར་སྨུག་པ། རྒྱ་ཆེན་པོ་ཀྱི་སྨོན་ལམ་ལྟ་པ་ཟེར་ད་སྨོན་ལམ་ག་རེ་བཏགས་སོང་ན། དེ་ཤི་ལ་གོང་དང།

Countless ལ་བོར་བ་གྲངས་ཁ་མེད་ཀྱོག་ལ་བོར་སེམས་རྒྱ་དཔག་ཏུ་མེད་པ་ཡང་ཡི། རྣར་མོ་ཉིན་ཁུ་ཞལ་ཡོ་ཤོག། རྣར་མོ་ཟེར་དུས་རྣམ་པ་ཟེར་བ་དེ་དེ་རེད་རོ། རྣམ་པ་ཟེར་བ་དེ་ག་འདྲའི་སྐད་ལ་རྒྱག་རུ་ཁུག་ན་ངེད་ཚོ།

ཚོགས་ཟེར་ཡ་ཇོ་རང་གི་ཚོ་ཁྱོད་རང་ཚོ་ལྟའི་གར་ཡིན་ཟེར་ལབ་འོང་དུས་ང་རང་གི་ཚོ་ལྟའི་ད་ང་རང་ལས་ཁ་དེ་ཡིན་ལབ་རོགས་ད་ཁྱོད་རང་ག་རེ་བྱེད་ནས་འཚོ་འདུག་ཟེར་ལབ་འོང་དུས། Livelihood།
Lovely Livelihood Livelihood ཨ་ནི་དེའི་གི། ཞེར་ཟེར་བ་དེ་ཧྥང་ཀྲེ་ཤིང་ཟེར་ཡ་དེ་ལབ་ཡོད་རོགས། སོ་སོ་གི་འཚོ་བ་བརྟེན་སའི་གི་ཉེ་བར་འཚོ་བ་བརྟེན་ས་གང་ཡིན་པ་གང་དང་གང་གོ་བ་དེ་དང་དེ་ཁྱག་པར་ཤོག་སྨོན་ལམ་བསྐྱལ་ཡོད་རེད་རོགས་ད་གར་ཟེར་ན། ས་དང་ཆུ་དང་མེ་དང་རླུང། དེ་ཚོ་དུས་ག་དུས་ཡིན་ན་དེའི་དེའི་རོ། དེ་ནོ་ཞི། ངེད་ཀྱི་ད་ལྕི་སྨོན་ལམ་གྱི་རྒྱབ་ཡིན་པ། ཨ་ནེ་དོ་ལོག་བསྐོར་བ་ལ་དོ་ལོག་ཁ་ལག་བསྐོར་བ་ལ་ཁ་ལག་གར་དོ་གར་བསྐོར་བ་ལ་ང་དེ། དེ། གནས་སྐབས་ཙམ་མ་ཡིན་པ། དུས་ག་དུས་ཡིན་ན་དུས་རྟག་པར་ཁོང་ཚོ་ལོགས་སུ་བསྐྱུར་རྒྱུ་ཡོང་བར་ཤོག། དེ་ཡང་སེམས་ཁྱལ་སྐྱེག་ཙམ་གཉིས་ཙམ་མ་ཡིན་པ་སེམས་ཁྱལ་གྲངས་ཀ་མེད་པ་སེམས་ཁྱལ་དཔག་ཏུ་མེད་པ་ལ་ཨ་ནེ་ཁོང་ཚོ་གི་འཚོ་གནས་གར་དོ་གར་བསྐོར་བ་དེ་ཨ་ནེ་དེ་ཆགས་པར་ཤོག། ད་རྒྱ་བོར་མོ་ཀྱི་འདིའི་སྨོན་ལམ་དེ་ཞིབ་སྐྱོང་གནང་རེ་འདི་ཚེ། ཨ་ནེ། ཡག་འགྲོ་ཁ་ཅིག་ལོག་ཤོག།
ལ་སོགས། ས་སོགས་འབྱུང་བ་ཆེན་པོ་བཞི། སེམས་ཅན་རྣམས་ཀྱི་བྱ་བ་བྱེད་པ་དང། ནམ་མཁའ་བཞིན་དུ། བཞིན་དུ། དུས་རྟག་པར། ཡང། སེམས་ཅན་དཔག་ཏུ་མེད་པའི་རྣམ་པ། མང་པོའི་སྒོ་ནས་ཉེར་འཚོའི་ཉེར་འཚོའི་ཡི་གྱུར་ཡང་འགྱུར་བར་ཤོག་ཅིག་པའོ། དེ་ནི་ཀུན། དེ་ནི་ཀུན། ཀུན་བརྩེགས་ལས་བྱང་ཆུབ་སེམས་དཔའ་འབྱུང་བ་སྔ་ལྟར་སེམས་ཅན་གྱི་དོན་བྱེད་པར་གསུམ་པ་ལྟར་རོ། གསུམ་པ།
འདི་ལ་པ་ཅའི་བྱེའུ་ཚིག་འབྲས་གོང་མི་དོར་རོ། ས་སོགས་འགྱུར་བ་ཆེན་པོ་བཞིའི་འགྱུར་བ་ཆེན་པོ་ཞེས་དེ་དུས་ས་བཅོས་མེ་ལོང་ཞེས་རོ། ས་བཅོས་མེ་ལོང་འགྱུར་བའི་བར་ཁྱད་ཀྱིས་སེ་ཡ་ཅོག་ངེས་སོ། ཨ་ནི་སེམས་ཅན་རྣམས་ཀྱི་བྱ་བ་བྱེད་པ་སེམས་ཅན་རྣམས་ཀྱིས་བྱ་བ་བྱེད་པ་སེ་ལའོ་དུ Activity གར་བྱེད་ཡོད་བ་ཡིན་ན་རོ། ནམ་མཁའ་བཞིན་དུ་དུས་རྟག་པར་ནམ་མཁའ་དང་རྟག་པར་འདྲ་བོ་ཅི་ག་དུས་ཡིན་ན་ངེས་སོ་ནམ་མཁའ་དེ་དག་རོ་རེད་དེ་བས་སོགས་འདྲ་བོ་ཡོད་ར་འགྱུར་བ་འགྲོ་ཡ་གི་ཡོད་མ་རོ། ཨ་ནི་སེམས་ཅན་དཔག་ཏུ་མེད་པའི་སེམས་བསྐྱེད་དཔག་ཏུ་མེད་པ་བསལ་དུས་སེམས་བསྐྱེད countless ཨ་ནི་རྣམ་པ་མང་པོ་ཟིལ་ལ་འོང་དུས variety ཟེར་ཡ་དེ་རེད་དྲ་ཉིད་འོ་དེ་ཀྱི་སྒོ་ནས་ཉེར་འཚོའི་སྐྱོར་ཡང་སོ་སོའི་འཚོལ་བསྡད་གར་དང་གར་ཡིན་པ་དེ་ཤོག་སྐྱེས་པ་བ་དེ་ནི་རྐང་བརྩེགས་ལས་ཟེར་རྐང་བརྩེགས་ཟེར་བ་དེ་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་གི་དཔེ་ཆ་ཅན་གྱི་མིང་རེད་ར་བ་དཀོན་མཆོག་བརྩེགས་པ་ཟེར་བ་དེ་ལ་བར་དཀོན་མཆོག་བརྩེགས་བྱ་ཀྱང་ར་བ་རྒྱུད་ལ་དཔེ་ཆ་དེའི་མིང་ལ་དཀོན་མཆོག་བརྩེགས་པ་ཟེར་ལ་བར་རྐང་བརྩེགས་ལས་ཇོ་ཅཱ་སེམས་དཔའ་འབྱུང་བ་ལྔ་ལྟར་སེམས་བསྐྱེད་ཀྱི་དོན་བྱེད་པར་གསུངས་པ་ལྟར་རོ་ཟེར་རོ། བྱོ་རྒྱལ་སེམས་དཔའ་དེ་སྲོག་གི་འགྱུར་བ་ལྔ་ནོ་ཞེས་ཨ་ནི་དུས་རྟག་པར་སེམས་བསྐྱེད་ཀྱི་དོན་བྱེད་གསུངས་འདུག་དེ་ནོ་ཞེས་ཨ་ནི་ཡོང་བར་ཤོག་ཟེར་ཡ་ཀྱི། ཡོར་དུས་ཁྱད་པར་མེད་པར་མོས་པ། ཡུལ་ཟེར་བ་དེ་དག་ཨ་བསྐྱེད་ཀྱི་གལ་དུ་ག་ཡིན་པར་བ། དུས་ཚུགས་དེ་ལ་ཨ་ནི་ཁྱད་པར་མེད་བ་ཟེར་བ་དེ་དག་ཁ་འཕྲི་ནུས་ལའོ་ར་ངས་ཚོ་སི་ཁྲོབ་གྱོན་ནས་མ་བྱས་བ་ལའོ་ར་ཁྱད་པར་མེད་པ་ཟེར་ན་ཁྱེད་ཚོ་བ་ཡིན་ན་སི་ཁྲོབ་བྱས་ཡོད་རོ། ཨ་ནི་ཁྱད་པར་མེད་པར་གར་བྱས་ཟེར་ད་ཏི་ཚེག་དེ། དེ་བཞིན་ནམ་མཁའི་མཐས་གཏུགས་པའི་ས། ནམ་མཁའི་མཐས་གཏུགས་པའི་སེམས་ཅན་ཁམས་ལ། རྣམ་ཀུན་དུ། ཐམས་ཅད་མྱ་ངན་འདའ་བར་དུ། བདག་ནི་ཉེར་འཚོའི་སྦྱོར་ཡོང་ཤོག། ཟེར་བ་ཇི་རིགས་མདོག་ད་ལྟའི་ཚད་དེ་ག་ལ་འཚོལ་ཟེར་ན། སེམས་ཅན་ནམ་མཁའི་མཐས་གཏུགས་པ་ཟེར་དུས་ནམ་མཁའ་ལ་མཐའ་བསྐྱེད་ཡོད་མ་རུང་བ། སེམས་ཅན་ལ་ངའཔེ་ན་ཨ་མི་རི་ཀ་ལ་གཅིག་པུ་ལ་ཨ་ནི་དེབ་ཕྲེ་ངེས་ཀྱི་སྨོན་ལམ་བརྒྱག་ཡོད་ཡོང་ན་བུག་པ་གཅིག་པུ་ལའང་སྨོན་ལམ་བརྒྱག་ཡོད་དེ་ལབ་ཡོད་མ་རེད་ནམ་མཁའི་ཁ་ཚེ་ཆགས་པ་དེ་ཨ་ནི་ངེས་ཀྱི་སེམས་ཅན་དེ་ནོར་ཞིག་ཆགས་འདུག་ཡོད་རེད་ངས་དེ་ཐམས་ཅད་ལ་ནམ་མཁའི་མཐིལ་དུ་པདྨོ་ལ་བརྒྱག་ཡོད། སེམས་ཅན་ཁམས་ལ་རྣམས་ཀུན་ཏུ་སེམས་ཅན་དེ་ཁམས་དང་ཁམས་སེལ་བ་དེ་དེར་རོ་ངས་ཚོ། ཁམས་དང་མུག་པ་སེལ་ལ་བོར་བ་ཁམས་སེལ་དུས་གང་དྲི་སྐྱེ་ལ་ལ་ཀི་རེ་བསམ་ལོ་སྟོང་ཐོང་ལ་བོར་རོ་ངས་ཚོ། མི་སོ་སོ་སོ་སོ་ཁམས་མི་འདྲ་བ་མུག་པ་མི་འདྲ་བ Behaviors ལ་བོར་ན Behaviors ལ་བོར་རེ་རོ། ཁམས་ཁམས་མུག་པ་ཚོ་ང་ཞོག་ཀེ་ང་བོ་བཞི་བོ་ལོང་གོག་ཡུག་སེ་ཡ་ང་ཁྱི་བོ་ཉེས་གོག་ཡུག་སེ་ཡ་དེ་ཚོ་ཁམས་རེ་རོ་སོ་སོ་ངས་ཁམས། འོ་དེ་ཁམས་དང་རྣམས་ཀུན་ཏུ། རྣམ་པ་དེ་ལ་ཡང་ཁོ་ཚོའི་དོན་གྱི་བ་རི་བྲིས་མི་འདྲ་མི་འདྲ་ཡོད་རེད་ཟེར་བ་འདྲ་མི་འདྲ་དེ་ཚོ་ལ། ད་ག་རེ་ཡོད་ན་ཡོད་མེད་ན་མེད་རོགས་ཁ་ཤིག་ལ་དཔེ་དེ་ཡོད་རེད་རོགས་ངེད་ཚོ་གི་ཕར་གྱིན་པ་གཏོང་བ་ཡིན་ན། ཚོར་རུས་བྱེའུ་བྱེད་རེད་རོགས། ཀ་དེ་འདྲའི་དོག་ཁ་ཤིག་དེ་ལ། རྒྱ་གར་དང་བལ་ཡུལ་དེ་ཚོ་ཞེས་པ་ཡོད་མ་རེད་རོགས་ཡ། ཀྱིས་བྲིས་བ་ཡིན་ན་སྐྱིབས་ཐག་ཆུ་ལེན་འགྲོ་རོགས་སྙིང་རྗེ་དེ་ཚོ་ཁ་ཤིག་འདི་ལ་ཧོམ་ལེས་དེ་ཚོ་ཕར་བཀྲལ་བ་ཡིན་ན་ཁ་ཤས་ཀླད་རོང་མ་བྱས་ཚོ་རྒྱབ་འགྲེལ་རྒྱག་དོ། ཨོ་དེ་འདྲའི་ཡིག་པ་ཡིན་ན་ད་གར་ད་གང་མུ་པ་རྣམ་པ་དེ་འདྲའི་ག་རེ་ག་རེ་ཡོད་བ་ཡིན་ན་ཁ་ཤས་རྐོང་པ་ལག་པ་ཁྱེད་སོགས་ཀྱི་ཞེ་ནོར་ཚ་བོ་དེ་སྤྲེལ་གཉེར་མ་གྲོགས་ཀྱི་མིག་ལྟག་མ་བོ་ཀྱི་དེ་འདྲའི་ཡོད་བ་ཡིན་ན་ཡུག་གཟིག་གི་རེད་རོ་ད་གོ་ད་གར་ད་གར་ཡིན་པ་ཡིན་ན་ཐམས་ཅད་མྱ་ངན་འདའ་བར་ཐོས་སུ་ལབ་སོང་མ་སྐྱེས་ཕ་ཐོས་ལབ་རེད་མྱ་ངན་འདའ་ཟེར་ལ་འོང་དུས་མྱ་ངན་འདས་ཟེར་བ་དེ་ངེད་ཚོ་ཁ་ཚོགས་ལབ་ས་ཡིན་པ་གར་ཟེར་ན་ལས་ཉོག་འོང་གི་སྐྱེ་བ་དེ་རྫོགས་པ finish། མ་ཆགས་བར་དུ་ལ་དྭགས་ནས་ཉེན་འཚོལ་སྐྱོར་ཡོད་ཕྱོགས་ཁོ་ཚོ་འཚོལ་བསྡད་བྱེད་སྲིད་སྐད་དང། ཁོང་པ་གང་ན་ཁོང་པ་ག་ལ་གང་ན་ག་ལ་གར་དང་གར་གོ་བ་དེ་ཨ་ནི་དེའི་གྱོད་ཆགས་པར་ཤོག་ཟེར་སྨོན་ལམ་གྱིས་བཏབ་མདོག་དེ་འོ་དེ་ནས་ལས་བྱེད་བཟི་ཐག་གི་ལོ་བ། བཟི་ཐག་ཡིག་ཡག་པོ་ཀློག་འདུག་ད།
དེ་བཞིན་དུ་ནམ་མཁའི་མཐས་རྟག་ཏུ་མཐས་གཏུགས་པའི་མཐས་གཏུགས་པའི་མཐས་གཏུགས་པའི་སེམས་ཅན་གྱི་ཁམས་རྣམས་སྒོ་མཐའ་སྒོ་མཐའ་ཡས་པའི་རྣམ་པ་ཀུན་ཏུ་ཐམས་ཅད་མྱ་ངན་ལས་འདས་པ་མཐོང་ཐོབ་པའི་བར་དུ་བདག་ནི་སེམས་ཅན་རྣམས་ཀྱི་ཕན་པ་འབའ་ཞིག་གི་སྒོ་ནས་ཉེར་འཚེའི་རྒྱུར་ཡང་ཤོག་ཅིག་སྙམ་དུ་ཡང་དང་ཡང་དུ་བསམ་པའི་སྒོ་ནས་བློ་སྦྱང་བར་བྱའོ། ཨོ་དེ་ཡག་པོ་ལ་སོ། ད་དེ་རེད་དོ། ཅེས་བྱས་ན། དེ་བཞིན་དུ། ནམ་མཁའི་མཐིལ་གཏུགས་པའི་ནམ་མཁའ་ག་ཚད་གཡོ་བ་དེ་ནོ་ཞེས་སེམས་ཅན་གྱི་ཁམས་རྣམས་ལ། སེམས་ཅན་གྱི་ཁམས་སུ། ཁོ་ཚོ་ཀྱི་རང་གཤིས་འདྲ་མི་འདྲ་ཡོད་རེད། བསམ་བློ་འདྲ་མི་འདྲ་ཡོད་རེད། ཁོ་བོ་མཐའ་ཡས་པས། ཁོ་བསམ་བློ་གཏོང་སྟངས་འདྲ་མི་འདྲ། རྣམ་པ་ཀུན་ཏུ། རྣམ་པ་ཁོ་རང་ཚོ་གི་དག་གི། སོ་ལྟ་ཡིན་ན་རེད། ག་རེ་ཡིན་ན་རྣམ་པ་འདྲ་མི་འདྲ་ཡོད་བ་གྱིས་རོ། ཐམས་ཅད་མྱ་ངན་ལས་འདས་པ། ཐོབ་པའི་ཀྱི་བར་དུ་མྱ་ངན་འདས་པ་མ་ཐོབ་ཀྱི་བར་དུ་ལ་བ་ཡང་ཞེས་རོ་དང་ངེས་སོ་མྱ་ངན་ལས་འདས་པ་མ་ཐོབ་བར་དུ་སོང་མ་སྐྱེས་བར་དུ་དང་ནི་སེམས་ཅན་ཐམས་ཅད་ཀྱི། ཕན་པ་འབའ་ཞིག་གིས་བཀོལ་ནས་སུ་ངས་ཕན་མ་ཐོག་སྣུག་ཁྱུ་ནས་སྐྱེས་ཀྱི་མིས་སུ་འགྲོ་བ་སེམས་ཅན་ཐམས་ཅད་ལ་རོ། ཉེར་འཚོའི་རྒྱུ་ཡོང། རྒྱུར་ཡོང་ཤོག་ཅིག་ཁོ་ཚོ་གི་འཚོལ་ཏན་དང་ཁོ་ཚོ་གི་རོགས་པ་བྱེད་ཡང་འདྲ་བོ་ཅིག་ཡོང་བར་ཤོག་ད་ང་གཡོག་པོ་བྱེད་འདུག་ན་གར་བྱེད་འདུག་ན་འགྲོ་བ་སེམས་ཅན་ལ་ཕན་ཐོག་ན་ད་རུང་འགྲིག་སོང་ཟེར་ཡ། སྨོན་ལམ་དེ་ཧ་ལས་པའི་གི་ཤོག་མཁན་པོ་རེད་འདོད་ཡ། ད་ངས་ཚོ་ཅིག་མ་ཅིག་ད་ས་སྐྱོ་བ་བྱ་རྒྱུ་རེད་མ་ཐོག་པ་ལ

ལེ་བུ། གསུམ་པ་ཞེས་ཡོང་དུས། སྦྱོར་བ་དང་དངོས། མགྱོགས་དོར་བ་ཟེར་བ་གྱི་གཟོང་ལས་སོ། ད་གར་ཟེར་ན་སྔོན་འགྲོ་འདྲ་བོ་ཅིག་གྱིས་རོ། Primary། འདྲ་བོ་ཅིག་གྱིས། ད་དེའི་འོག་དེ་ནས་ལ་དངོས་གཞི་འདྲ་བོ་ཅིག་གར་ཟེར་ན Man Porn འདྲ་བོ་ཅིག་གྱིས། ད་མཐའ་མ་དེ་ལ་གང་གི་ལུས་ཤེག་འདྲ་བོ་ཟབ་ཆའི་གཟོང་ཞེས་སོ། ད་དེ་ལ Man Porn འདྲ་བོ་ད་དེ་ནས་མང་གོ་ཚོགས་ནས་ཤེག་འདུག་ད་དེ་ག་རེ་ཟེར་ན་དེ་རེད་ཤག།

སྐྱེས་པ་ཉམས་པ་མེད་པ་ཡོང་གོང་ནས་གོང་དུ་འཕེལ་བར་ཤོག་ཨ་ནི་ཁྱོད་རང་ཚོར་དྲི་བ་གཏོང་མཁན་ཡོད་ན་གཏོང་མེད་ན་འཛིན་གྲྭ་ཚར་ཚར་རེ་ཨ་ནི་ཕེབས་ཕེབས་ཀྱིས་ན་འདྲེ་ང་ནི་བྲེལ་ལ་ཞོན་མེད་དྲི་བ་གཏོང་མཁན་ཡོད་ན་གཏོང་ཆོག།